བོད་ཀྱི་བང་ཆེན་གྱི་བྱིས་སྒྲུང་སེང་གེའི་ལྷན་རྒྱས་ཁམས་བཟང། གཤམ་ལ་ངས་ཁྱེད་རྣམས་ལ་ཐེངས་འདིའི་བྱིས་སྒྲུང་བུ་གསུམ་གྱི་བློ་ཁ་ཁེངས་ཐུབ་པའི་ཐག་གཅོད་ཞེས་པ་སྙན་སྒྲོན་ཞུ་རྒྱུ་ཡིན། སྔོན་ཡུལ་ཞིག་ལ་རྒྱལ་པོ་དང་བློན་པོ་སྤྲང་པོ་གཅིག་གི་བུ་གསུམ་དུས་ཏེ་བློ་མཐུན་གྲོགས་པོར་གྱུར། རྩེད་མོ་རྩེ་བཞིན་ཆུ་འགྲམ་ཞིག་ཏུ་ཕྱིན་པ་ན། ཆུ་དེར་ཉག་ཆེན་པོ་ཞིག་མཐོང། སྤྲང་པོའི་བུས་དོ་ཞེས་ཞུ་གྲབས་བྱས་པར། རྒྱལ་པོའི་བུ། ངེད་ཡི་སྲོག་མགོ་ལ་ཡོད་པས་མགོ་ལ་ཞུས་ཟེར། བློན་པོའི་བུ། ངེད་ཡི་སྲོག་རྐེད་པར་ཡོད་པས་རྐེད་པར་ཞུས་ཟེར། སྤྲང་པོའི་བུ། ངེད་ཡི་སྲོག་མཇུག་མར་ཡོད་པས་མཇུག་མར་ཞུས་ཟེར། ཁོང་རྣམས་ངེད་ཡི་སྲོག་ཡོད་སར་ཁམས་མ་འཆམ་པར་ལྐུགས་ཆེན་པོའི་ཞག་ནས་ལུང་པ་ཕ་གིར་རྒྱལ་པོ་དྲང་ཚུགས་ལྡན་པ་ཞིག་བཞུགས་ཡོད་པ་དེར། ངེད་ཡི་སྲོག་མགོ་དང་རྐེད་པ་མཇུག་མ་གསུམ་གང་དུ་ཡོད་མེད་བཀའ་དྲིན་ཞུ་རྒྱུར་ཁ་འཆམས། གནང་སྙིང་ཞུ་རྒྱུ་ཁ་བདེ་ཡང་བྱེད། དེ་ཡི་གོང་མོ་གར་བུའི་བུ་དེས། གསེར་སྐོར་ཅིག་ཁྱེར་ཏེ་བུ་གཞན་གཉིས་ཀྱིས་མ་ཚོར་བ་བྱས་ཏེ་རྒྱལ་པོའི་མདུན་དུ་སྦྱར་ནས་ཕྱག་རྟེན་ཕུལ། ཁོང་གསུམ་གྱིས་ལོ་རྒྱུས་ཞུས་ཏེ་གར་བུའི་བུ་རང་ཉིད་ལ་དད་པ་ཐོབ་པའི་སྐྱབས་འཇུག་ཞུས་པ་ན་ཞལ་ཞལ་ཐོབ། སྤྲང་པོའི་བུ་རལ་གྲི་ཞིག་ཡོད་པ་དེ་ཞུ་གཏན་དུ་ཁྱེར་ནས་གཞན་གྱིས་མ་ཚོར་བར་རྒྱལ་པོའི་མདུན་དུ་བཅར་ནས་ང་དབུལ་པོ་ཡིན་པས། ང་ལ་དེ་འབའ་ཐོབ་པའི་སྐྱབས་འཇུག་ཞུས་པ་ལྟར་ཞལ་ཞལ་ཐོབ། བློན་པོས་བུ་ལུག་ཤ་ཁོག་ཅིག་ཕྱག་གདན་དུ་ཕུལ་ནས་སྔར་བཞིན་སྐྱབས་འཇུག་ཞུས་པ་ལའང་ཞལ་ཞལ་གནང། སང་དེར་ཁོང་གསུམ་མཉམ་དུ་འཛོམས་ནས་རྒྱལ་པོའི་མདུན་དུ་བཅར་སྐབས། གལ་པོའི་བུ་ཁོང་གསུམ་གྱི་ལོ་རྒྱུས་དང་གྲགས། གསེར་ས་འོག་ཏུ་ཡོད་ཀྱང་འོད་ནམ་མཁར་ཁྱབ་པའི་དཔེ་ལྟར་ཁྱོད་ཀྱིས་བཀའ་དྲང་པོ་ཞིག་གནང་བར་ཞུ་ཞེས་བརྗོད། བློན་པོས་བུ་ལུག་ཁོག་བབས་ལ་དྲིལ་ཡང་ལུག་ཤ་དེར་ཁར་འཚང་བའི་བཀའ་ཞིག་གནང་རོགས་ཞུས། དབུལ་པོའི་བུ་དེས་རལ་གྲི་གནམ་ཡུག་འདྲ་བའི་བཀའ་གནང་རོགས་ཞེས་ཞུས་པ་ན། རྒྱལ་པོའི་ཞལ་ནས། མྱ་ཨ་མྱེ་སོགས་དེ་མགོ་ལ་ཡོད། ཁྱེད་གལ་པོའི་བུ་དེ་དེམ་པར་གྱིས། མྱ་འབའ་མྱེ་སོགས་དེ་སྐྱེས་པར་ཡོད། ཁྱོད་བློན་པོའི་བུ་དེ་དེམ་པ་གྱིས། མྱ་ཛ་མྱེ་སོགས་དེ་མཇུག་མར་ཡོད། ཁྱོད་དབུལ་པོའི་བུ་དེ་དེམ་པར་གྱིས། ཞེས་ཐབས་ལ་མཁས་པའི་བཀའ་གནང་ནས་ཁོང་གསུམ་བཀའ་གལ་ཕམ་དང་རྩོད་པ་མེད་པའི་བློ་མཐུན་གྱི་གྲོགས་པོ་སྔར་ལྟར་གནས་ཐུབ་པར་མཛད། ཐ་སྙད་ངོ་སྤྲོད། བཀུག། རྒྱུ་ནོར་སོགས་གྱེལ་དུ་བཞག་ནས་གྱེལ་ཕམ་གཙོས་པའི་རྩེད་མོ་ཡི་མིང་དང། དེ་ཡི་སྐབས་ཀྱི་ནམ་རྒྱུན་རྒྱུ་ནོར་གྱི་མིང་འདས། གྱེལ་བཀུག་པས་ཐ་མ་སྤྲང་པོར་བསྒྱུར་ཅེས་པ་ལྟ་བུ། དྲང་ཚུགས། ཕྱོགས་ལྷུང་མེད་པར་དན་པས་ཁྱབ་ལངས་བྱེད་པའི་བྱ་སྤྱོད་ཀྱི་མིང་འདས། དྲང་ཚུགས་ཅན་ལ་ཡིད་ཆེས་བྱས་ཆོག་ཅེས་པ་ལྟ་བུ། ཆགས་ལྡན། བུལ་ལྡན་ནམ། གཞན་ལ་བུལ་རྒྱུན་སྣོམ་པའི་མིང། ཞལ་བཞེས། ཁས་བླངས་པའམ་གཞན་པས་རས་མགུལ་དང་ལེན་བྱས་པའི་མིང། ཁོག་ཅིག། ཤ་ཁོག་ཅིག་ཅེས་པ་ལྟ་བུ་སྟེ། ཕྱི་ཁོག་ཆ་ཚང་བའི་མིང། བབས་ལ་དྲིལ། བབས་ནི། གཡང་སའམ་སྐྱེས་གསར་གྱི་མིང་སྟེ་དོ་བབས་ལ་དྲིལ་ཞེས་པ་ལྟ་བུའོ། ཐེངས་འདིའི་བྱིས་སྒྲུང་ལེ་ཚན་ཞུས་ཟིན་པ་ཡིན། བྱེ་མའི་ལེ་ཚན་ནང་གསན་རྒྱུ་མ་རྙེད་པ་གནང་རོགས།